བཀའ་བློན་ཁྲི་ཟུར་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་དང། དམིགས་བསལ་སྐུ་མགྲོན། དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ། མཁན་པོ་བསོད་ནམས་བསྟན་འཕེལ་མཆོག། དེ་བཞིན་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྐུ་མགྲོན་རྣམས་ཀྱི་གསུང་བཤད་སྙིང་བསྡུས་མཆོག་སྤྲོད་བྱས་པ་ཞིག་གཤམ་ལ་གསན་བསྲིང་ཡོང་བ་ཞུ།

ཡིན་ནའང་ང་ཚོ་གཙོ་བོ་གི་ད་དབུ་མི་ལམ་མི་དབུ་མི་ལམ་གི་སྲིད་བྱུས་ཀྱི་སྒྲོམ་གྱི་འདྲ་བོ་དེ་ག་རེད་ཟེར་ན་ད་འདི་གི་རྒྱ་ནག་གི་དབང་བཞུར་དང་ཨ་ནེ་བོད་ཀྱི་ས་ཆ་རྒོལ་བཞིན་གྱི་གནས་བབ་དེ་ང་ཚོ་ཁས་ལེན་བྱེད་ཐུབ་དགོས་བ་མ་རེད། ཡིན་ནའང་དེ་ག་ནང་བཞིན་གི་ད་བོད་ཀྱི་དངོས་ཡོད་ཀྱི་གནས་བབ་ཟེར་ན་མི་འདུག་ལོ་རྒྱུས་ཀྱི་གནས་བབ་དེ་རང་བཙན་གྱི་གནས་བབ་དེ་ད་ང་ཚོ་ད་འདེགས་བྱ་ལ་བཙན་གནོན་བྱེད་དགོས་བ་མ་རེད། དེ་གཉིས་ཀྱི་ད་མཐའ་གཉིས་སུ་མ་ལྷུང་བའི་ཐོག་ནས་ནི་ང་ཚོ་འབྲེལ་ཐོབ་ཡོད་ཡང་གི་སྲིད་ཇུས་ཀྱི་ཆ་དེ་རེད། དེ་ལ་ད་ཤོག་གསུམ་འདྲ་བོ་ཆེ་ང་ཚོ་དགོངས་པ་བཞེས་པའི་རང་གོ་རྟོགས་སྤེལ་དགོས་དེ་གལ་ཆེན་པོ་ཞིག་བ་ཆ་དེ་ག་རེད། ཤོག་གཅིག་ནས་རྒྱ་ནག་དང་རྒྱ་མི་རིགས་ལ་ཁེ་ཕན་ག་རེ་ཡོད་མེད་ནི་ཤོག་གཅིག་ནས་བོད་བོད་མི་ལ་ཁེ་ཕན་ག་རེ་ཡོད་མེད་ནི་ཤོག་གསུམ་པ་གཅིག་ལ་ད་ང་ཚོ་ཕྱི་མཛེས་ཀྱི་རྒྱལ་པོ་ཁག་ལ་ཁེ་ཕན་ག་རེ་ཡོད་མེད་དེ་འདྲའི་གི་ཐོག་ནས་ང་ཚོ་དགོངས་པ་བཞེས་དགོས་དེ་སྐྱིད་ཆགས་དེ་རེད། དེ་ག་ནང་བཞིན་གི་ད་དེ་སོང་རྒྱ་ཤེས་ཀྱི་སྤྱི་ཚོགས་ཀྱི་ཐོག་ནས་འགྱུར་བ་ཤུགས་ཆེན་པོ་ཞི་བོ་འགྲོ་དགོས་རེད། གར་སེ་ན་སོ་སོ་གི་ད་ཀྱི་བློ་མཐུན་གི་ཟེར་ན་མི་འདུག་ག་ད་ཀྱི་ཆབ་སྲིད་ཀྱི་ལངས་ཕྱོགས་མཐུན་གི་ཐོག་ནས་མཉམ་འབྲེལ་གི་ད་དེ་འདྲའི་གི། མོ་པོ་ཆེ་ཚོགས་པ་འདི་འདྲའི་བཙུགས་ཡོང་དགོས་པ་རེད་དཔེར་ན་ང་ཚོ་རྒྱ་གར་དང་དེ་ག་ནང་བཞིན་གྱི་ཨོ་སི་ཀྲི་ལི་ཡ། ཉི་ཧོང། ཨ་རི། ཁུལ་དེ་ཚོ་ནས་ཚོགས་པ་ཅིག་བཙུགས་སོང་བ་དེ་ནང་བཞིན་གྱི་ད་བློ་མཐུན་གྱི་འདི་འདྲས་ཀྱི་ཚོགས་པ་གསར་བ་མང་པོ་ལྷད་ཡོང་དགོས་པ་རེད། དེ་ག་ནང་བཞིན་གྱི་དེ་ཚོ་ཐོག་ལ་ད་གར་ཟེགས་རེད། འོང་མི་ལོ། གི་སྲིད་ཞིག་གི་ཐོག་ནས་གང་ལྟར། གྲུབ་འབྲས་མངོན་དུ་གྱུར་པ་ཞིག་བྱུང་བ་ཡིན་ན་ནི་དེའི་ཐོག་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ཐུགས་ཕན་ག་རེ་སེལ་དགོས་སེལ་རྒྱུར་དེ་ཚོ་དེ་ང་ཚོ་གལ་ཆེན་པོ་ཞེ་བོ་ཅིག་ཆགས་བསྡད་ཀྱི་རེད། ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་ད་རྒྱབ་ཤོར་མ་རག་པ་དང་ནི་ང་ཚོའི་སྤྱི་ཚོགས་ནི་འཐུས་ཤོར་འགྲོ་བ་དང་དེ་འབྲེལ་གྱི་ད་ལྟ་དོན་དེ་ཆེ་ལ་གནས་བབ་གང་ཡང་ཡོང་དགོས་བ་མ་རེད། ནི་ད་ག་ནང་བཞིན་གྱི་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལས་ང་ཚོ་རྗོ་ཤོར་མ་རག་བའི་གནས་བབ་ཡོང་དགོས་བ་མ་རེད། ཡིན་ནའང་ད་ང་རང་ཚོ་གི་འབྲེལ་བ་ཤེས་ས་དང་ང་ཚོ་སྲིད་གཞི་དེ་ཟིན་དགོས་ཡབ་ཀྱི་རྒྱུ་མཚན་དེ་ད་འདི་གི་རྒྱ་ནག་གཞུང་གི་སྲིད་གཞི་ཟིན་ཕྱོགས་ཀྱི་གནས་བབ་བརྟེན་ནས་ཡོང་བ་ཡིན་ཏེ་ང་ཚོ་དེ་དང་ཕན་ཚུན་བཀའ་མོལ་ཞུ་ནས་ཞི་འགྲིག་ཅིག་ཡོང་ཐུབ་ཡག་གི་དམིགས་གཙོ་དེ་ཆགས་བསྡད་རེད་ད་དེ་ཡོང་ཐབས་ལ་ག་རེ་དགོས་ཀྱི་འདུག་ཟེར་ཡག་གི། གནས་བབ་ཅི་བདེ་ཆགས་བདེར་རོགས། དེ་ནི་དེ་འདྲས་ཀྱི་ཐོག་ནས་ང་རང་ཚོ་མ་འོངས་པ་ཡིན་ན་ཡང། ཕྱག་ལས་གནང་ཕྱོགས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཀྱི་ཡོད་རེད། ད་ནངས་ཡིན་གྱི་ད་གཡུང་དྲུང་མ་ཡིན་པའི་ཚོགས་པ་ལྷག་པར་དུ་ད་ནངས་ང་ཚོ་རྒྱ་ཆེའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཚོགས་པ་གི་ཐོག་ནས་དེ་ཚོ་ཐོག་ལ་དེ་རྣམ་དཔྱོད་བསྟེན་ནས་ཕྱག་ལས་གནང་ཐུབ་པ་ཡིན་ན་ཏན་ཏན་གྱི་ཐུགས་ཕན་སེལ་གྱི་རིགས་བསམ་གྱི་ཡོད། ད་ང་རང་ཚོ་ཆབ་སྲིད་ཐོབ་རྩེད་པ་ཅིག་ཡིན་པའི་ཆ་ནས། བསྟི་རྩེ། ཁོག་རྒྱ་ཕྱེ་རྩེ་དགོས་ཡ་དེ་གལ་ཆེན་པོ་རེད་ཤག། སོ་སོ་གི་སྤྱི་ཚོགས་ནོར་ལོག་ཡིན་ན་འདྲ། སོ་སོ་གི་ལས་ཀ་ལས་མཁན་གྱི་ཁོར་ཡུག་ནོར་ལོག་ཡིན་ན་འདྲ་ལྟ་གྲུབ་མཐུན་མིན་ཡོང་གོ་རེད་ཁོ་ཚོས་ཆེད་དུ་ཤེས་ནས་སྤྱི་ཚོགས་ཤི་ཡང་སྤྱི་ཚོགས་དེ་ཁྲིད་ཐུབ་དགོས་ཡ་དེ་གལ་ཆེན་པོ་ཤེས་བ་ཅི་རེད་ཤག་ད་པེ་ན་ངའི་འགན་འདི་བརྗེད་ཀྱི་གར་རྣམ་ཐར་དུ་དེ་ཚོ་ལོ་རྗེས་ངས་ཞུ་བ་ཤེས་གི་ཡོད་མ་རེད་ཡིན་ན་ད་ཁོ་རང་གི་སྐུ་པར་གཅིག་པུ་ལས་འགན་འགྲེལ་བཤད་ཞུ་བ་ཡིན་ན་ཁོང་དང་པོ་ད་ག་རེ་ལོང་འགྲོན་དུ་དེ་ཚོ་སློབ་སྦྱོང་བྱེད་པའི་དུས་ཚོད་ལ། Suit གི Try ལྟ་ཞེ་བ་ཅི་ལྟ། སྐུ་གཟུགས་ཆུང་ཆུང་གི་མི་འདུག་དེ་གང་འདྲ་ནུབ་ཕྱོགས་ཀྱི་ཞལ་ཐང་ཆ་མཚོན་གནང་འདུག་བ། དེའི་རྗེས་ལ་ཐོབ་རྩོད་ནང་ལོགས་རེ་ཞུ་འོང་དུས་ཨ་ནི་ཁོ་རེའི་བྱམས་པ་རྡོ་རྟིང་དེ་དགོན་ཨ་ནི་སེར་ལམ་གྱི་དགོན་ཨ་ནི་དཔལ་གྱི་ད་སོ་སོ་གི་མི་རིགས་ཀྱི་གར་ཟེར་བསམ་མནོ་ཁྲིད་ཐུབ་ཡག་གི་མི་རིགས་ཀྱི་ཆོས་བྱེད་དུ་མི་རིགས་ཀྱི་བསམ་མནོ་ཁྲིད་ཐུབ་ཡག་གི་དགོངས་པ་ཡེ་ནས་ཨ་ནི་དེ་འདྲས་ཀྱི་ད་རྒྱ་གར་གྱི་འདོད་དོན་དེ་གསལ་བོ་ཞིག་འདི་ད་ཤོང་ཐུབ་ཡག་གི་གནས་བབ་ཆགས་འདུག་བ།

གོང་དང་རྟེན་འབྲེལ་ང་ཚོ་དེ་གར་གསལ་རེད། ང་ཚོ་སེམས་ཤུགས་མ་ཆག་པའི་ཐོག་ནས་ང་ཚོ་གི་ཁོ་བདེ་ལྡན་གྱི་འཐབ་རྩོད་དེ་སྔོན་དུ་འགྱུར་བར་གྱི་དུས་ཚོད་ཅིག་ཏན་ཏན་ཡོང་གི་རེད་བསམ་གྱི་འདུག་དེ་ཡོང་ཡ་ལ་ང་ཚོ་སེམས་ཤུགས་དེ་ནར་མ་ཆག་ཡ་ན། ཡར་སླེབས་ཆེད་ང་ཚོ་དབུ་མའི་ལམ་གྱི་སྲིད་ཇུས་དང་འབྲེལ་བའི་ཐོག་ནས་ནི་ལངས་ཕྱོགས་ག་འདྲ་ཞིག་འཛིན་གྱི་ཡོད་རེད་ཁ་གསལ་བོ་རེད། སྲིད་ཇུས་དེའི་འོག་ནས་ནི་ཅིག་ཐབས་ཇུས་ག་འདྲ་འདྲ་བོ་ཅིག། འཛིན་གྱི་ཡོད་རེད་དེ་ཚོའི་ཐོག་ལ་ཡང་ཕྲན་བུ་ཅིག་ཞུ་བ་ཡིན་ན་ཨ་ནི་ང་ཚོ་རྣམ་པ་ཚོ་དབུ་མའི་ལམ་ལས་འགུལ་ཁང་གི་ལས་འགུལ་བ་ཀྱི་ངོ་བོ་ཐོག་ནས་ཨ་ནི་བོད་མིའི་འགྲོ་འཛིན་གྱི་དབུས་མའི་ལམ་གྱི་སྲིད་བྱུས་ཀྱི་འོག་ནས་ཨ་ནི་ད་ལྟ་ཐབས་བྱུས་ག་འདྲས་རེད་པ་ཞིག་ཟིན་གྱི་འདུག་ཨ་ནི་དེ་དང་མཐུན་པ་ཅིག་བྱེད་ཆེད་ཨ་ནི་ནུས་པ་མཉམ་པོ་ག་འདྲས་ཞིག་ཡོང་ས་རེད། དེ་ཚོའི་ཐོག་ལ་ཡང་བརྟག་དགོས་ཡ་རེད་ཡིན་ནའི་དེ་མ་བཤད་གོང་ལ་ཡང། ཨ་ནི་དབུ་མའི་ལམ་གྱི་ཚོགས་འདུ་ཅིག་འཚོགས་ཀྱི་འདུག་ཨ་ནི་རང་བཙན་ལྟ་བ་མཁན་གྱི་ཚོགས་འདུ་ཅིག་འཚོགས་ཀྱི་འདུག་ཚོའི་བསམ་པ་ལམ་སང་ང་ཚོ་སྤྱི་ཚོགས་ནང་ལོག་ལ་ཡག་ཅིག་མང་པོ་ཅིག་འགྲོ་བྱས། ཡིན་ནའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ཏང་ཡང་འཛུགས་ཟབ་ས་ཆེ་པོ་འོག་ཏུ་མ་གཏོགས་ཡང་འདས་ཀྱི་གོ་བརྡ་མཛོད་ཡང་འདྲ་མི་འདྲ་སྣ་ཚོགས་ཅིག་འགྲོ་བསྡད་ཀྱི་འདུག་འཛིན་སྐྱོང་བཀའ་ཤག་ངོས་ནས་ཡིན་ནའི་རེད་བོད་མང་སྤྱི་འཐུས་ལྷན་ཚོགས་ངོས་ནས་ཡིན་པ་ཡིན་ནའི་རེད་དེ་ཚོ་ད་དུང་ཚོགས་གཙོ་དེ་བཞུགས་ཡོད་པ་སོང་ཙང། དེའི་ཅིག་མཉམ་དུ་ཞུས་བཞག་ན་བསམ་སོང་མ་འོངས་པ་ང་ཚོ་སྒྲིག་འཛུགས་ག་འདྲའི་ཅིག་ཚོགས་འདུ་ག་འདྲའི་ཅིག་ལ་གོ་ཚོགས་ག་འདྲའི་ཅིག་གཏང་དགོས་ཀྱི་ཡོད་པ་ཡིན་ནའི་དེའི་ངོ་བོ་ག་འདྲའི་དང་གསུང་བཤད་ག་འདྲའི་ཅིག་གནང་དགོས་ཀྱི་ཡོད་མེད་དོན་ཚོ་གསལ་བོ་ཅིག་བཟོ་མ་ཐུབ་པ་འདྲ་བོ་བྱིན་པ་ཡིན་ན་ཡང་སྤྱི་ཚོགས་ནང་ལོག་ལ་མི་མགོ་ཡག་གི་ཡང་གཏམ་ཟབ་པ་འདྲ་བོ་དེ་འདྲའི་ཡོང་བསྡད་ཀྱི་འདུག་དེ་ཚོ་ཕྲན་ག་དེ་ང་ཚོ་རྩ་བ་ཉིད་ནས་གོ་གི་ཡོད་མ་རེད། དབུ་མའི་ལམ་ལ་ལས་འགུལ་བ་ཡིན་པ་ཡིན་ནའི་རེད། རང་བཙན་གྱི་ལྟ་བ་མཁྱེན་ནས་ལས་འགུལ་སྤེལ་གྱི་ཡོད་པ་ཡིན་ནའི་རེད་སྤྱི་ཚོགས་ག་འདྲའི་བྱེད་ཀྱིན་པ་ཡིན་ནའི་བསམ་བློ་མ་མཐུན་པ་བྱེད་མཁན་དེ་ཡོང་གི་རེད་མ་གཏོགས་རྗེས་ཀྱི་ཚང་མ་ལོ་ནས་བལ་ཏེ་བསམ་བློ་གཅིག་པ་གཅིག་རྐྱང་བྱས་བྱས་འགྲོ་ཡ་དེ་ད་ཡོང་ཡ་ཁག་པོ་ཞིག་ད་རེད། དེ་ཡིན་དུས་བསམ་པ་བསམ་བློ་མ་མཐུན་པ་ཡོང་གི་རེད་ལྟ་བ་ལང་ཕྱོགས་ཀྱི་ཐོག་ནས་མ་འདྲ་བ་ཡོང་གི་རེད། དམིགས་ཡུལ་གཟིམ་ཐང་གི་ཐོག་ནས་མ་འདྲ་བ་ཡོང་གི་རེད་དེ་ཡིན་ནའི་མཐའ་མའི་འདོམས་རྒྱག་ས་དེ་ང་ཚོ་ཁ་བཏད་དེ་གཅིག་ཆགས་ཀྱི་ཡོད་རེད་བ། དེ་ཡིན་དུས་ཟེར་པ་ཁོ་འབེན་བཙུགས་ས་དེ་ཁ་གཏད་རང་ལ་ཡང་གཏད་བྱས་འབེན་བཙུགས་བ་ཡིན་ན་དེ་ང་ཚོ་ནང་ཁུལ་རྩོད་པ་རྒྱག་དགོས་ཡ་དང་ནང་ཁུལ་གྱི་དུས་ཚོད་འཕྲོ་བརླག་བཏང་དགོས་ཡ་དང་ནང་ཁུལ་མ་འཆམ་ཡ་དང་མ་མཐུན་ཡ་གི་གཞི་རྩ་གསར་པ་དེ་འདྲ་བསྐྲུན་དགོས་ཡ་གི་གནས་སྟངས་ཡོད་མ་རེད་འདི་གཅིག་གསལ་བོ་གཅིག་ཞུ་ཡང་བསམ་སོང་དེ་ཡིན་མི་སོང་དང་ཨ་ནི་ད་བཀའ་ཤག་སྐབས་བཅུ་དྲུག་པའི་གི་ད་ལྟའི་གི་དབུ་མའི་ལམ་གི་སྲིད་བྱུས་འདི་ལ། ཆེ་མཐོང་དང་རིན་ཐང་གཅིག་ངེས་པར་དུ་འགུགས་འདུག་འདི་ངོས་འཛིན་གཅིག་རེད། ཆེ་མཐོང་དང་ངོས་འཛིན་ངེས་པར་ཡོང་དགོས་ཡ་འདིའི་ཆེད་དུ་ད་ཐབས་ཇུས་ག་འདྲ་ཞིག་བྲི་དགོས་རེད་ཞེས་བསམ་པ་ལ་ཨ་ནི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་འདི་ལ་ཡ་རྒྱལ་སྤྱིའི་ནང་ལོགས་ལ་ངོས་འཛིན་དགོས་ཡ་ཆེ། འདི་གལ་ཆེན་པོ་ཞིག་བརྩི་བ་རེད། གལ་སྲིད་ན། རང་བཙན་གྱི་གནས་བབ་འདི་ལ་ཡང་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་བོད་རང་བཙན་ཡིན་པའི་ཀྱི་གནས་བབ་ལ་ངོས་འཛིན་བྱེད་མེད་པ་ཡིན་ན། དབུ་མའི་ལམ་ལ་རིང་ཐང་རིན་ཐང་མ་རྙེད་ངེས་འདྲ་པོ་ཞིག་འདི་རྒྱུ་མཚན་ག་ཆེན་རེད་ཟེར་ན་རྒྱ་ནག་གཞུང་གི་ངོས་ནས་ལོ་བཅུ་ཕྲག་མང་པོའི་རིང་ག་ལ་ཡ། ཨ་ནི་བོད་དེ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཕྱི་ནས་བལྟ་ན་མིའི་ནུས་པ་ནི་ཁོ་ཚོ་ལ་ཡོད་རེད་དཔལ་འབྱོར་གྱི་སྟོབས་ནི་ཁོ་ཚོ་ལ་ཡོད་རེད་དེ་ཡོད་པས་སོང་ཙང་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ཡང་བཙན་བཀའ་བཏང་ནས་ད་བཤད་དེ་གཞུང་སོ་སོ་ལ་བཤད་དུ་བཅུག་པ་ནང་བཞིན་བྱས་ནས་མང་ཚོགས་ནང་ལོགས་ལ་ད་དྲིལ་བསྒྲགས་རིམ་པ་མང་པོ་ཞུ་བྱེད་རྒྱུ་ནི་ད་དེ་སང་འཛམ་བུ་གླིང་ནང་ལོགས་ལ་ཡང་ལྷག་པར་དུ་མང་གཙོའི་རྒྱལ་ཁབ་དང་རང་དབང་ལུང་པའི་དེ་ཚོ་ནང་ལོགས་ལ་རྒྱ་ནག་གཞུང་གིས་ཐེ་ཇུས་ག་འདྲ་བྱེད་ཀྱི་ཡོད་མེད་ད་དེ་ཚོ་གི་ད་སྒྲུང་སྣ་ཚོགས་མང་པོ་ཞུ་བྱེད་དོན་ཡོང་དགོས་ཡ་རེད་དེ་ཡིན་དུས། དུས་ཀྱི་གནས་སྟངས་དེ་ཤེས་པའི་ཐོག་ནས་ད་ལོ་རྒྱུས་ཀྱི་གནས་བབ་དེ་དེ་ད་ལྟ་བར་དུ་བོད་རྒྱལ་གྱི་དཀའ་རྙོག་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ངོས་ནས་སུ་ཇག་རུམ་ཆེ་ལ་ཡ་གསུངས་དེ་དེ་ཇག་རུམ་ཆེ་གི་ནི་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་ཡིན་པའི་སྐོར་དེ་གསུངས་དགོས་ཀྱི་ཡོད་པ་དེ་ཁོ་ཚོའི་ཆ་རྐྱེན་གྱི་ངོ་བོ་ཐོག་ནས་འདྲ་བོ་ཅིག་ད་བཞག་གི་ཡོད་རེད་བ། རྒྱ་བོར་རློམ་ཆེ་དཀར་ནག་ཡན་དེ་ང་ལོ་རྒྱུས་ཉམས་ཞིབ་པ་མེད་ཕྱིན་ནས་དཀར་ནག་ཡན་དེ་རེད་དེ་ཡིན་དུ་བསམ་པ་ལོ་རྒྱུས་དེ་ལོ་རྒྱུས་ཉམས་ཞིབ་པ་ལ་བཞག་ཞོར་ད་གལ་ཆེར་དེ་མ་འོངས་པ་བོད་མི་རིགས་དང་རྒྱ་མི་རིགས་ཀྱི་ཕུགས་འདུན་དེ་ཆགས་ཀྱི་ཡོད་རེད་ཕྱིན་ནས་དཀར་ནག་ཡན་དེ་རེད་དེ་དང་མ་འགལ་བ་ཆེས་ཆེ་ད་ག་ས་ན་རྒྱ་བོར་རློམ་ཆེ་དཀར་ནག་ཡན་དེ་ལྷག་ན་གཞན་ཡོད་མ་རེད་པ། ཞེས་དུས་ནི་རང་ཞིག་མ་རེད་ལོ་རྒྱུས་ནི་ལོ་རྒྱུས་རང་རེད་མ་འདུག་ཅིག་ལོ་རྒྱུས་ད་ལྟའི་མི་གི་ཕ་སུ་ཁ་ལག་བཟོས་པ་ན་ཤེས་ཤེས་བཟོས་ཡ་ཡོད་མ་རེད་བ་ཁོ་ལོ་རྒྱུས་དེ་བྱུང་རབས་ཟིན་པ་ཅིག་རེད་དེ་ཡིན་དུས་བསམ་པ་ན་ཨ་ནི་དེའི་གནས་སྟངས་འདི་འོག་ནས་ད་བོད་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་འདི་གཟིམ་ནས་ད་ང་ཚོ་ཕྱི་སྲིད་ལས་ཁུངས་ག་བ་ཕྱིན་པ་ཡིན་ནས་གཞུང་ག་བ་ཕྱིན་པ་ཡིན་ནས་དབུ་མའི་ལམ་ལ་རིན་ཐང་དང།

ཨ་ནི་ཁྲིམས་འཆར་འདི་ངས་བཏོན་པ་རེད་ད་ལྟ་ཡིན་པ་ཡིན་ནས་འདི་ལས་རིམ་འདི་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཀྱི་ཡོད་རེད་འདི་གཏན་འབེབས་བྱེད་ཐུབ་པ་འགྲོ་བ་ཞིག་ན་ཨ་ནི་དེའི་བརྒྱུད་ནས་ཨ་ནི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་རང་བཙན་ཡིན་པའི་ངོས་འཛིན་ཡོང་ཡ་གཅིག་དང་གཉིས་ནས་བོད་རྗེའི་དཀའ་རྙོག་འདི་ད་ལྟ་ཡིན་པ་ཡིན་ནས་སེལ་མེད་པའི་དཀའ་རྙོག་ཆེ་གི་ཡ་ཨ་ནི་ཨ་མི་རི་ཀའི་གྲོས་ཚོགས་ངོས་ནས་ངོས་འཛིན་ཡོང་ཐུབ་ཡ་གི་ལ་ང་དེ་འདྲས་ཞུ་ཡ་རེད་ད་འདི། ང་ཚོའི་རྒྱལ་ཁབ་གཞོན་པ་མང་པོ་ཕྱི་ནང་ལོགས་ལས་ཡང་འབད་བརྩོན་དང་ག་ཚོད་ཐུབ་ཐུབ་ཅིག་བྱེད་དགོས་ཡ་ལེ་གནས་སྟངས་འདི་ཆགས་བསྡད་ཀྱི་ཡོད་རེད་བཞིན་དུ་ད་ལྟ་མ་འོངས་བོད་ཀྱི་འགན་སྲུང་ཟེར་ཡ་གི་ཨ་ནི་ཕུགས་མེད་ཀྱི་ཡིག་ཆ་ཅིག་ད་ལོ་ཕྱི་ཟླ་བཞི་པའི་ཚེས་བཅུ་ཉིན་མོ་དེ་བཀའ་ཤག་གིས་བཏོན་པ་རེད་དེ་ཡིན་དུས་བསམ་པ་འདིའི་ཡིག་ཆ་དེ་བཟི་བ་ཡིན་ན་ཨ་ནི་དེའི་ནང་ལོགས་ནས་མ་མགོ་བཙུགས་སྟངས་ནས་ཕྱིན་ནས་བོད་ཀྱི་གལ་གནད་ཀྱི་སྐོར་དེ་ང་ཚོ་བོད་པ་ཙམ་དུ་མ་ཡིན་པར་འཛམ་བུ་གླིང་ལ་ཡང་གལ་གནད་ག་རེ་ཆགས་ཀྱི་ཡོད་མེད་ཀྱི་གནད་དོན་གསུམ་ཞིག་བོད་ཀྱི་ས་ཆའི་ཆ་བབ་ཀྱི་ཐོག་ནས Geostrategic Importance དེ་ལོ་རྒྱུས་ཀྱི་གནས་བབ་དང་དེ་ཚོའི་ཐོག་ནས་ག་འདྲ་ཆགས་ཀྱི་ཡོད་མེད་ཨ་ནི་གཉིས་པ་དེ་བོད་པའི་གི་རིག་གཞུང་གི་ཐོག་ནས་འཛམ་བུ་གླིང་ལ་ཡང་ཕན་ཐོག་ག་འདྲས་སྐྲུན་ཐུབ་ཀྱི་ཡོད་མེད་གསུམ་པ་དེ་བོད་ཀྱི་ཁོར་ཡུག་དེ་བོད་ཙམ་མ་ཡིན་པའི་གི་ད་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཁྱད་པར་ག་ཚོད་གྲུབ་ཀྱི་ཡོད་མེད་དེ་ཚོ་གཙོ་བོ་ཆེ་ཨ་ནི་བོད་ནང་ལོག་གི་གནས་སྟངས་ཨ་ནི་དེ་ལ་ཐབས་ལམ་དབུ་མའི་ལམ་འདུ་བྱེད་ནི་མ། བྱེ་ཐང་ཕྱི་མ་བཀོད་བཞག་ཡོད་རེད་དེ་ཡིན་དུས་ཚང་མ་ཡིག་ཆ་འདི་ཚོ་ཡང་རྣམ་པ་ཚོ་གཅིག་བཟི་བ་ཡིན་ན་ཨ་ནི་ཕ་ཞུ་གཏུག་བྱེད་ཁག་འགྲོ་བ་དང་མི་ལ་འགྲེལ་བཤད་རྒྱག་པའི་སྐབས་ལ་ཡང་ཏན་ཏན་ཐུགས་ཕན་གསོས་ཡ་ཅིག་ཡོང་གི་རེད་ཨ་ནི་དབུ་མའི་ལམ་གྱི་བྱུང་རབས་དང་འདི་ཚོ་ཀ་ཀོ་ལ་སྨན་མ་ལོ་མས་བཟང་བསྡུར་མི་བྱེད་གང་ལེན་ཁྲི་པ་གནང་པའི་སྐབས་ལ་ཡང་ཡིག་ཆ་བརྒྱད་ཐག་གཅོད་ཅིག་ཡོད་རེད་དེ་ཚོ་རེད་རབ་རིམ་པ་འདི་ཚོ་དཔེ་མི་སྲིད་ཡག་པོ་ཡོད་རེད་དེ་ཚོ་བཟི་གནང་བ་འདྲ་བོ་བྱེད་མ་ཡིན་ན་ཨ་ནི་སོ་སོ་ལས་འགུལ་བ་ཡིན་ཚོགས་མི་ཡིན་ག་རེ་ལབ་གི་ཡོད་བ་ཡིན་ནས་མ་འོངས་པར་ལས་འགན་འཁྱིལ་དགོས་དུས་ཚན་པ་ལས་ཡ་འདི་འཁྱིལ་ཐུབ་ཉེན་གྱི་མི་ཅིག་ཆགས་དགོས་ཡོད་རེད་བ། འོ་འདི་ཆགས་ཡ་ལས་ཡ་ཆ་ཚང་ལོ་བེད་སྤྱོད་གནང་རོགས་གནང། ང་ཚོ་བཀའ་ཤག་གི་ངོས་ནས་ད་རྒྱལ་སྤྱིའི་ནང་ལོག་ལས་ཡ་ང་ཚོ་དེ་གཞི་ཆགས་ནང་ལོག་ནས་གཞོན་སྐྱེས་ཁར་ཐོག་སྡོད་དགོས་ཡོད་པའི་དཀའ་ངལ་དེ་ང་ཚོ་མཐོང་གི་ཡོད་རེད་འདི་ལ་ཐབས་ལམ་བཙལ་བསྡད་ཀྱི་ཡོད་རེད། ཡིན་ནས་རྒྱལ་སྤྱིའི་ནང་ལོག་ལ་ད་བོད་པ་གཞོན་སྐྱེས་མང་པོ་ཞུགས་སླད་བསྡད་ཡོད་པས་སོང་ཙང་བོད་པའི་གི་ལས་འགུལ་གྱི་སྣེ་ཁྲིད་ཡ་ཡོད་མགོ་ཁྲིད་ཡ་དེ་བོད་པ་རང་གི་ཁྲིད་ཐུབ་པ་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་འདུག་ཤག་དེ་ཡིན་དུས་ཚང་མ་འདིའི་ཐོག་ལ་ཡང་ཆང་དུ་ས་གནས་སོ་སོ་སོ་ལ་མ་འབད་བརྩོན་བྱེད་དགོས་ཡ་དང་ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་འདི་ཡང་འདི་ནང་མཉམ་ཞུགས་གནང་མཁན་དེ་ཚོ་ཚང་མ་ལོ་ཨ་ནི་བོད་དོན་ཞུ་གཏུག་ལས་འགུལ་ནང་ལ་ཡོད་ད་ཐ་ན་རྒྱལ་སྤྱི་གི་ཚོགས་འདུ་ཐེངས་དང་པོ་ཚོགས་པར་བ་ང་ཚོའི་གི་འགན་གཅིག་དེ་ང་ཚོའི་དུས་ཚོད་ལ་བོད་རྒྱའི་དཀའ་རྙོག་སེལ་ཐུབ་པ་ཡིན་ན་ཡག་ཤོས་རེད་དེ་སེལ་མ་ཐུབ་པ་ཡིན་ན་གྲ་སྒྲིག་སྡུག་ས་ནས་བྱེད་སྲིད་ཅིང་སོང་བ་ན་བཞིན་བྱས་ནས་ལོ་སུམ་ཅུ་བཞི་བཅུ་ལ་ཡང་ང་ཚོ་འཐབ་རྩོད་བྱེད་དགོས་ཀྱི་ཡོད་ནས། ཨན་ད་གཟོད་བྱེད་ཐུབ་ངེས་ཀྱི་གནས་སྟངས་ཅིག་བཟོ་མ་ཐུབ་པ་ཡིན་ན་ད་ལྟའི་ང་ཚོའི་མི་རབས་ཅིག་གིས་ནོར་འཁྲུལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། མ་འཇོན་པའི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་ཚོད་མ་ལ་ང་ཚོ་ལོ་རྟག་པར་རེ་ཞིག་གཞོན་སྐྱེས་རྒྱ་རྒྱ་རྒྱ་ཨན་དམ་ས་ལ་ལ་ཡ་ད་ལོ་འཚོ་བ་ན་བཞིན་བྱས་བྱས་འདུག་བྱས་ཐུབ་པ་ཡིན་ན་ལོ་བཅུ་བྱས་ཐུབ་པ་ཡིན་ནས་གཞོན་སྐྱེས་གཅིག་སྟོང་ཚང་མ་ང་ཚོ་སོ་ཐུ་ཡ་དང་གཞོན་སྐྱེས་ཚོ་མང་ཆེ་བ་ད་ལྟ་ལོ་ཉི་ཤུ་ནས་སུམ་ཅུ་བར་རག་ཡིན་པས་སོང་ཙང། མ་འོངས་པར་ལོ་སུམ་ཅུ་བཞི་བཅུ་རིང་ང་ལོ་ཁོ་ཚོ་ཚོགས་ཀྱི་རེད་དེའི་བར་ང་ཚོ་འགོ་ཁྲིད་ཡོང་ཡ་རེད་སྙེ་མ་ང་བོད་ཀྱི་གྲོས་ཚོགས་དང་སྲིད་གཞུང་ཉམས་ཞིབ་ཁང་འགན་འཛིན་བྱེད་པའི་སྐབས་ལ་ལོ་མི་ཟམ་དོར་མི་ཆེ་ཚོགས་གཙོ་རེད་ང་ཚོ་འགན་འཛིན་ལྷན་ཚོགས་གཙོ་སྐྱོང་གནང་དུས་གཞོན་སྐྱེས་ཀྱི་ཟབ་སྦྱོང་སྤྲད་ཡ་དེ་ཚོ་བོད་ཀྱི་གྲོས་ཚོགས་དང་སྲིད་གཞུང་ཉམས་ཞིབ་ཁང་འགྲོ་སོང་མང་པོ་བཏང་ཡ་དུས་ཚོད་མང་པོ་བཏང་ཡོད་རེད་དེ་དུས་རིན་པོ་ཆེས་བཀའ་གནང་གི་རེད་ད་འདི་མ་རྩ་བཙུགས་ས་ནོར་ཡོང་མ་གདའ་ཟེར་ནས། གསུང་གི་རེད་དེ་ཡིན་དུས་ཚང་མ་ང་ཚོ་གཞོན་སྐྱེས་ཚོ་ལ་མ་ག་ཚོད་ཐུག་འདུག་ཁྱེད་རང་ཚོ་ནང་ལོག་ནས་གཞོན་སྐྱེས་མང་བོ་ཞིག་འདུག་ཨ་དེ་ཡིན་དུས་ཚང་མ་གཞོན་སྐྱེས་ཀྱི་གཞོན་སྐྱེས་ཀྱི་བརྒྱུད་ནས་བར་སུ་གཅིག་ད་ག་འདྲ་འདུལ་བ་མཉམ་སྤུངས་བྱེད་ཡ་དང་ཨ་ནི་ད་རྒྱབ་ལོག་ལ་རྒྱབ་ཤི་རྒྱག་ས་ལྷག་ཡོག་མ་ད་དགུང་ལ་བདུན་ལ་གོམ་པ་རྒྱག་ན་འདྲོག་ཀོག་རེད་མ་གཏོགས་གཅིག་གིས་ད་རྒྱབ་ལོག་རྒྱབ་ཤི་རྒྱག་ཡ་དུས་ཚོད་ཡོག་མ་རེད་དེ་བྱས་པ་ཡིན་ན་དེ་ང་རང་ཚོ་ང་རང་ཚོ་རྐང་པ་ལ་སྟ་རི་ཞུ་བ་དེ་གཅིག་པ་རེད་ད། རེད་བ། ཨ་ནི་ལྟས་ཤིག། བུ་ཟོ་དོག་པོ་དེ་འདྲ་ཡོང་འདེགས་རེད་ད་ཅི་ཅི་ཟོ་ག་བ་ཡི་ནས་ཡོང་གི་རུ་བ། ཨ་དེ་ཚོའི་ཁ་ནས་འདྲ་མ་འདྲ་ཐོན་གི་རེད་དེ་ཚོ་ཞི་བོ་ཞི་བོ་ལྟ་ཡ་གལ་ཡོ་མ་རེད། སུ་སུ་སུའི་གི་ལས་ཀ་དེ་གང་རུ་ད་ལྟ་ངའི་བཀའ་ཤག་ལས་ད་ག་རང་གནང་གི་ཡོད་ད་བརྒྱ་ཆ་ལྔ་ཅིག་ལྟེ་བ་ཕྲན་བུ་ཕག་ཚོ་དུས་ཚོད་དོ་ཆ་ག་བ་ཡི་དེ་འདྲ་ཡོང་སྲིད་པ་རེད། དེ་མ་གཏོགས་དུས་ཚོད་ཡོད་པའི་གི་བརྒྱ་ཆ་དགུ་བཅུ་གོ་ལྔ་ཚང་མ་ལོ། ཨ་ནི་ལས་ཀ་གང་བཏང་ཤོག་མ་གཏོགས་བྱེད་གི། ལས་ཀ་ཡིན་པ་ཡིན་ན་དམིགས་ཚད་གཟིམ་ཡ་ཡོད་རེད་གྲུབ་འབྲས་སྟོན་ཡ་ཡོད་རེད་ལོ་གཅིག་གཉིས་གསུམ་བཞི་ལྔ་ནང་ལོ་ལ། ཆབ་སྲིད་བཙལ་ཡ་ལས་ཆབ་སྲིད་འདི་འཛམ་བུ་གླིང་འདི་གར་ཚུགས་རེད་ད། མ་ཡེ་བར་དུ་མེད་པ་མ་ཆགས་བར་དུ་ཅིག་གི་ཡང་མེད་ན་ཚང་མ་བློ་སངས་རྒྱས་ཀྱི་གོ་འཕང་མ་མཐོང་བར་དུ་ཅིག་གི་ཆབ་སྲིད་འདི་གནས་བསྡད་ཀྱི་རོགས་འཛམ་བུ་གླིང་འདིའི་ནང་ལོགས་ལ། ཨ་ནི་གཞུང་བ་སོ་སོ་དུས་ཚོད་ཚར་བའི་རྗེས་ལ་ཡང་བཀའ་ཤག་འདི་ལས་ཀ་ག་ཚོད་བྱས་འདུག་འདིར་སྡོམ་རྒྱག་གི་རེད་མ་གཏོགས་ཅིག་གི་ཆབ་སྲིད་ག་ཚོད་བཙལ་འདུག་འདིར་སྡོམ་རྒྱག་མ་རུ་བ། དེ་ཡིན་ཟེར་བ་ལ་དེ་འབྲེལ་གྱི་ཐོག་ནས་ཇི་ནི་མང་ཚོགས་ནང་ལོགས་ལས་ད་ཆབ་སྲིད་དུ་གཏད་ཚ་བཞག་ཕག་ཚོ་སྡུག་རེ་མེད་མཛེས་ལ་བས་བྱེད་འདུག་ཨ་འདི་མིའི་སེམས་ལ་ཕོག་འགྲོ་གི་རེད་ཅིག་ཅིག་ཕོག་བསྡད་ན་ཨ་ནི་ཁོ་ན་ཚ་གཏིང་ཟབ་རུ་ཟབ་རུ་འགྲོ་གི་རེད་མ་གཏོགས་ཅིག་ཕན་ཐོགས་ཡ་གལ་ཡོད་མ་རེད་སྐད་ཆ་ག་རེ་བཤད་གི་ཡོད་ན་རྒྱུ་མཚན་གྱི་ཐོག་ལྡན་པའི་ཐོག་ནས་སྐད་ཆ་བཤད་རོགས་ཨ་སོ་སོའི་གི་ལངས་ཕྱོགས་དང་དེ་ཚོ་རྒྱུ་མཚན་གྱི་ཐོག་ནས་སྐད་ཆ་བཤད་ཨ་ནི་རྩོད་པ་རྒྱག་པ་ཡ་དང་འཁྲུག་པ་རྒྱག་པ་ཡ་གལ་མི་འདུག་ཨ་འདི་ནང་ལོགས་ལ་ཨ་བོད་པ་བོད་པ་ནང་ཁུལ་དུ་བཤད་ཐུབ་པ་ཡིན་ན་ཞི་བ་གྱི་དཔའ་བོ་ཡིན་པའི་སོ་རེད་ཅིག་ཕ་ཆོས་དེ་རྒྱ་གར། ང་ཚོ་བོད་ལུགས་འགོས་ལས་དེ་འདྲའི་རེད་བོད་པ་ནང་ལོག་འཛིང་རྒྱུ་ཚབ་པ་ཞི་བོ་ཅི་རྫིག་པོ་ཡིན་འདུག་ད་ཆ་རྒྱ་གར་མི་ཅི་སླེབས་སོ་དེ་གད་བགོས་བྱས་ཡོད་མ་རེད་དེ་ཆོས་སྐད་མི་འདུག་བ་དེ་ཚོ་དེ་འགའ་དེ་བསམ་བློ་བཏང་ཐུབ་བ་ཡིན་ན་ང་ཚོ་ནང་ཁུལ་མཐུན་པོ་བྱེད་དགོས་རེད་འཐབ་རྩོད་བྱེད་སའི་ཁ་བརྡའི་དེ་ནི་རྒྱ་ནག་རེད་སྟོབས་ཆེན་པོ་དེ་ག་ཚི་རེད་ཨེ་ང་ཚོ་ནུ་བོ་ཏོས་ཡོད་བ་དེ་ཕར་གཏོར་བཞག་པ་ཡིན་ན་དེ་ཕན་ཐོག་གི་མི་འདུག་བ་འདི་ཚང་མ་ལོག་གོང་ཆག་ནང་རོ་ནང་ཞི་ནི། ཞོལ་དང་ཨན་ཐ་ནི་དེ་རྒྱལ་སྤྱིའི་དབུ་མའི་ལམ་ཚོགས་ཆེན་དེའི་ཐོག་ལ་ཚོགས་བྱ་བར་ཕན་ངེས་ཚང་མ་ལོག་གི་རིག་པ་བསྒྲིམས་ནས་དེ་ཚོགས་འདུ་གཅིག་ཡོང་ཡ་དེ་ད་ག་ཟེ་མི་ག་ཤེད་ཅིག་སྐད་ཆེ་འདི་ངའི་གཅིག་པོ་མ་ཡིན་པ་བཅས་སོ་སོའི་གི་ས་གནས་ཀྱི་གནས་སྟངས་ཚོའི་རིག་པ་བསྒྲིམས་ནས་ཡ་ཞུས་ནས་དེའི་ཐབས་ཇུས་ཀྱི་ལས་འགུལ་ཚོའི་ནང་ལོག་ལ་ཚུད་ཐུབ་ཡ་གི་ད་ལས་འགུལ་ཁང་ཟེ་ལབ་བར་རོ། ད་ལས་འགུལ་ཁང་དེ་ལས་འགུལ་སྤེལ་ཡག་གང་ལ་ཤུགས་རྒྱག་དགོས་སྐོར་ད་གོ་རྟོགས་དེ་ཇི་ལྟ་བྱེད་དགོས་དགོས་ཡོད་ཀྱི་རེད་དེ་ཡིན་ནས་ཁོ་རིམ་པ་ག་ཚོད་བྱེད་དགོས་དགོས་འདུག་མང་ཉུང་ག་ཚོད་བྱེད་དགོས་འདུག་ཤུགས་མང་ང་དེ་གོ་རྟོགས་ག་རེ་ས་གོ་རྟོགས་ལས་ལྷག་ཞིག་ལས་འགུལ་རང་གང་ལ་ཡག་སྤེལ་ཐུབ་པ་འགྲོ་བཞིན་པ་ཡིན་ན་དེ་གི་ནུས་པ་ཤུགས་ཆག་ཐོན་གྱི་རེད་བསམ་གྱི་འདུག། ད་འདུག་གཞན་ལ་བ་ག་རེ་བྱས་ཡོད་ཟེར་ན།

མེད་པར་བྱེད། དེ་འདྲ་ཡིན་ཙང་དེའི་ཐོག་ནས། རྒྱལ་སྤྱིའི་ཆབ་སྲིད་དང་སྤྱི་ཚོགས་དང་དཔལ་འབྱོར་དང། ལེགས་བྱང་དང་དུད་ཚང་ནས་གནས་བབ་འགྱུར་བ་ཞུ་བཞིན་འདུག་ཡོད་པ་དང་ལྷག་པར་དུ་ད་ལྟའི་ས་འགུལ་ལ་འདི་ཆ་ཚང་ཚོང་པ་འགའ་ཞིག་ཅིག་གིས་ཚོང་དཔོན་འགའ་ཞིག་ཅིག་གིས་དབང་བསྒྱུར་བྱེད་ཀྱི་ཡོད་པ་དེ་ཤ་གསལ་བོ་རེད། དེ་ཡིན་ཙང་སྤྱི་ཚོགས་དང་ཆབ་སྲིད་དང་ཁྲིམས་མཐུན་དང། རིག་གཞུང་དང་ལས་རྐྱང་ལ་སོགས་ཚུལ་གང་ག་ལོར་རྩིས་མེད་ལ་བཏང་ནས་དཔལ་འབྱོར་ཁོ་ན་དབང་ཤུགས་ཀྱི་འབྱུང་ཁུངས། དབང་ཤུགས་ཀྱི་ལག་ཆ་དབང་ཤུགས་ཀྱི་དམིགས་ཡུལ་ལ་བྱ་བའི་གོ་བབ་འདི་ལ་ཡབ་རྗེ་སྤྱི་འགྱུར་འབྲུ་དང་བསྟུན་ནས། འཚེ་བ་མེད་པ་དང་བདེན་པ། སྲོལ་རྒྱུན་གྱི་ལམ་སྲོལ་དེས། འཛོན་པ་དང་འཚེ་བ་དང། དེང་རབས་ཀྱི་ལམ་སྲོལ་ལས། རྒྱལ་ཡག་གི་ཐབས་ལམ་ག་རེ་བྱེད་དོ། རྒྱལ་ཡག་ཟེར་ཡ་དེ་ཕྱོགས་གཉིས་ཆ་རྒྱལ་ཡག་ཅིག་རེད་མ་གཏོགས། འགྲན་སྡུར་གྱི་རྣམ་པ་དང། འགལ་ཟླའི་རྣམ་པ་ཅིག་ཆགས་ཡོད་པ་མ་རེད། དེ་འདྲ་ཡིན་ཙང། ཁྱོན་ཡོངས་ཀྱི།